དེ་རང་ཁ་བ་བབ་བྱུང་ཁ་བ་ནི་ཆུའི་སྟེ་ཆེ་བ་ཐང་སྐར་འབབ་འབབ་ཆུང་སྟེ་ཆུང་བ་ཞེ་ཆུང་འབབ་འབབ་ཆེ་ཆུང་མ་བུ་འདྲེས་འདྲེས་བྱས་ཏེ་མར་མར་དུ་བབ་བྱུང་ད་ནི་དགུན་གསུམ་ཁ་བ་དྲོ་ན་འབབ་པའི་དཔེ་བཞིན་ཁ་ནས་འཁོར་ཞིང་ས་ལ་བབས་ན། ཐོག་མར་འབབ་པའི་ཁ་བས་སྐད་ཅིག་གིས་དུས་ཡུན་ཙམ་ཡང་བཟོད་པར་བྲེལ་ཏེ། བརླན་པའི་ཕྱིར་ཐུགས་སུ་འགྱུར་མིན་གདའ། ད་ནི་སྲིད་པའི་གངས་རྒན་དང་ཁ་ཐག་ཇེ་ཉེ་རུ་འགྲོ་བའི་དབང་གིས་ཡིན་ནམ། ཡང་ན་རང་ཉིད་མ་གཞི་ནས་གངས་དང་ཁ་བ་འདྲིས་འདྲིས་ཀྱི་ཡུལ་ལུང་འདི་དང་གཏན་དུ་འདྲིས་ན་བསམ་པའི་ཚོར་འདུ་དེའི་དབང་གིས་ཡིན། སྣང་བ་ཞིག་ལ་ཁ་བ་འདི་གདོང་ལ་བབས་ཤིང། ཡང་ལ་ཐུམ་ན་སྙམ་པའི་ཚོར་སྣང་ཞིག་གིས་དབྱངས་འདི་ལ་བསྐྱར་འདེད་ཀྱིས་ཁ་བ་འབབ་སྟངས་དེར་གོམས་པའི་ཡང་ཡང་ཞག་ན་སྙམ།

ཁར་སང་གི་ཁ་བ་འདི་ནི་གངས་འདབས་ན་མེ་དཔུང་བཞིན་མཆེད་པའི་སྙན་ངག་པའི་དཔུང་སྡེ་ཞིག་གིས་ང་ལ་བཏགས་པའི་སྲིད་འཆིང་བདུད་རྩི་དཀར་ཡོལ་གང་དང་ཤིན་ཏུ་འདྲ། དེའི་ཕྱིར་ཁར་སང་གི་ཁ་བ་འདི་ང་ལ་མཚོན་ན་མི་ཚེའི་ཁྲོད་ཆེས་བརྗེད་དུ་མེད་པའི་འབྱུང་བཞིའི་ཁམས་དང་འབྲེལ་བའི་སྙན་ངག་ཚན་པ་ཞིག་ཀྱང་ཡིན་ངེས། སྐལ་བ་དུ་མོ་རྨ་ཆེན་གངས་རྒན་ལ་སྔོན་ཆད་ཀྱང་ཐང་མང་མཇལ་མྱོང་མོད། འོན་ཀྱང་ངའི་ཐང་འདིའི་འབྲས་གཞིར་གྱི་རྡོག་མགོའི་ལྷིང་ལྟའི་རིག་གནས་ཤིག་གི་འཚོལ་ཞིབ་དང་སྒྱུ་རྩལ་ཞིག་གི་རེ་སྙེག་ཁྲོད་མཇལ་ཁ་ཐེངས་གཅིག་བྱས་པ་ནི་ང་ལ་མཚོན་ན་ཆེས་དམིགས་བསལ་གྱི་མཇལ་ཁ་ཞིག་ཡིན། གནས་འདིར་སླེབས་ཚེ་ཁ་བའི་ཡུལ་ཁམས་འདི་དཀར་གསལ་ལེར་བྱས་ནའང། སྲིད་པའི་མ་བསྒྲིལ་བུམ་རིགས་ལྔ་ལ་ཟིན་ཕྲ་དང་རྫུ་ཕྲ་ལྟ་བུ་གཟུགས་ཅན་གྱི་སྣང་བས། ཡིད་གསུམ་སྐྱོ་ལང་ངར་འགྲོ་བའི་མཐོང་སྣང་ཞིག་སྤྲད་ལ། གངས་ཀྱི་འདབས་རོལ་ལ་གོམ་ཁ་ལྷོད་ཀྱིས་བསྒྱུར་དུས། ངས་ནི་སྙན་ངག་པ་སྐྱེ་མེད་སྟག་ལགས་ཀྱི་རྨ་ཆེན་གངས་རི་ཞེས་པའི་སྙན་ངག་དེ་དྲན་འབུམ་བཞི་ལ་ཡང་ཡང་བསྐོར། ཨ་མྱེས་རྨ་ཆེན་གངས་རི་ནི་བོད་ཡུལ་འདོད་ཁམས་ཀྱི་སྤྱི་ལ་ཡིན་ཟེར་མཚོ་ངོས་ལས་ཆེས་མཐོ་བའི་ས་ན་ཨ་མྱེས་སྐར་ལྷེ་མར་བཞུགས་ཡོད་ཨ་མྱེས་དགེ་གྲགས་པས་དབུ་སྐྲ་རིང་བོ་མིའི་བཞི་སྟོང་གི་མཐོ་ཚད་ནས་བྱུང་ཞིང་འཁོར་ཚོགས་སུམ་བརྒྱ་དྲུག་ཅུ་ལས་བརྒལ

སྒོ་གང་ནས་འཛུལ་གང་ནས་འཕུད་བྱུང་གི་རེད། བཀྲ་ཤིས་ཀྱི་ནང་དུ། དེ་རེད་དེ། དེ་རེད་བྲིས་ལ་འོན་ཀྱང་ཚིག་ཐད་ཞིག་ཡོད་གི། དེ་ཞིག་ནི་ངས་འདི། རི་མ་རྒྱུད་རྩིས་མོ་རི་མ་རྒྱུད་རྩིས་མོ་གྱོད་རྒྱུ་རེད་ཟེར་གྱི་མྱངས་སུ་བྲིས། སྤྱན་མེ་སྟག་ནི་སྤྱན་ཚེ་ལྷ་ས་ཞེས་པའི་ཡུལ་ནས་སྐྱེས་ཤིང། མི་ལོ་དུ་མའི་རིང་ལ་རྩོམ་རིག་སྒྱུ་རྩལ་ལ་བརྩོན་བཞིན་སྙན་ངག་གཙོས་བརྩམས་ཆོས་དུ་མ་དང་ལྡན་པ་ཞིག་ཡིན། ཁོ་ནི་ཕོ་ལོ་བཅོ་བརྒྱད་ལ་སོང་སྐབས་མགོ་ལོག་གི་ཡུལ་ནས་མི་རིགས་སློབ་གསོ་ལས་རྐང་ལ་འཇུས་ཤིང་དུས་ཡུན་མི་ལོ་སུམ་ཅུ་ལ་ཤ་རུས་རྡོ་ཐུག་ཏུ་འབད་པ་བགྱིས་པ་མགོ་ལོག་ཞིག་སོང་ནས་རེད། ལྟོས་ཅི་ཟེར་ཟེར་ན་སྤྱིར་སྒོས་མགོ་ལོག་སུ་གི་ནུབ་ས་ཆ་འདི་ལྟ་བུ་མཚོན་གྱི་ན། སྔོན་ཆད་ཀྱི་ན་ད། ཨོ་ཆ་དཀར་བོ་འདི་ནི་ཤང་ཤང་དཀར་བོ་ཀོ་ནི་ཏི་མུག་གི་ཚོ་ཁག་ཟེར་ཡོད། ད་ལྟ་ཅི་ཟེར་ཟེར་ན་ད། ཏང་གི་སྲིད་ཇུས་བཟོ་ན་ཆོག་གི། རྒྱལ་ཁབ་ཀྱི་འཕོ་འགྱུར་བཟོ་ན་ཆོག་གི། དེ་ཐམས་ཅད་ཀྱི་ལག་གི་ད་འཕེལ་རྒྱས་སུ་སོང་བ་ཀྱི་ལྡོག་གི། དེ་ད་ཨ་རོ་ད་ཁྱེད་ར་ལོ་ངོ་སྟོང་གི་ཞིང་ལ་དེ་ཧེ་རན་ཏོག་རེད། ཞིང་ལ་སོགས་ནི་ད་གཉིས་ཀ་གངས་རི་ལྟ་བ་མཚོན་གྱི་ན་དེ་རེད། ད་ཁྱེད་ར་སྒམ་པོ་ཆུའི་གངས་རི་གངས་རྒྱ་ཁུལ་མ་དེ་ད་ཨ་ལ་ཏོག་ད། གཅིག་ནང་ན་ད་གི་ལོ་རྒྱུས་ཚོང་ཁག་འགྲན་བསྡུར་སྙན་པོ་ཡོད་རྩིས། བདག་རེད་ད། གཉེན་པོ་ཡོད་ཚིག་གི་རྗེ། ཚུལ་ཁག་ཏུ་ནི་ད། མགོ་ལོག་གི་མིར་རྗེ་ཏུ་ཆ་ལག་ནོ། ད་ངའི་གཉེན་ངོས་ཙི་ནང་ནས་ཅིག་ཚོན་གི་འཇོག་གོ་ཟེར་དགོས་ནོ་སྤྲར། ད་ཅིག་ཚོན་གི། ཚོན་ཐུབ་ཡོང་ནི་མེད་ན། ང་ལ་ཅོག་བྱེད་ཀྱི་མེད་གི། ཅིག། འབྲི་ཆུ་གི་ཉི་མ་དུ་ཆུ་དེ། ཞིག་གི། སེམས་ཀྱི་ཚོར་བ་འདི་ལྷོག་འདོད་ཀྱི་ན་ད་ཅིག། ས་ཆ་འདི་ལ། སྟོང་ཤིང། ཞེས་ཆགས་པ། གཏི་མུག་གི། སྣང་བ་ཟིག་ཡོད་གི་དེ། མྱང་ངན་དུ་འདྲི་འདྲི།
རྨ་ཆེན་གངས་རི་ནི་བསྐལ་བ་དུ་མའི་རིང་ཆོས་ལུགས་རིག་གནས་ཀྱི་གྲུབ་མཐའ་གྲངས་མེད་ཅིག་གི་དད་རྟེན་དུ་གྱུར་མྱོང་བའི་མཚོན་རྟགས་གལ་ཆེན་ཞིག་ཡིན་ལ། འདས་པའི་དུས་ལ་བོན་གྱི་མཁས་པ་ཀྲི་ཡི་བཙུན་པ་བསོད་ནམས་བློ་གྲོས་ཟེར་པ་ཞིག་གིས་ཀྱང་གེ་སར་ཧོར་གྱི་རྒྱལ་ཁམས་ན། དམའ་ཁོག་གཡང་གི་ར་བ་ན་དམའ་ཆུ་སྔོན་མོའི་ཁུ་སོ་ན་བྱེ་མ་སྤོ་རྒྱུ་ཕ་རོལ་ན་ན་བུན་འཐབ་འཐབ་རྩ་བ་ན་ཕུག་པ་ལང་ལོང་ནང་ཤེལ་ན་དམ་ཅན་དམའ་གཉེན་སྦོམ་ར་ནི་རྩ་བ་ལྷུན་ཆགས་གཏན་ལ་འགྱེལ་སྐལ་པ་ཡར་སྔོན་འཕྲལ་མ་འཕྲོད་ཞེས་ཚིག་གི་བདུད་རྩི་འཁོར་མོར་དུ་བསྐྱོད་པའི་སྙན་ངག་འདི་འདྲ་ཞིག

ང་ནི་གནའ་ཕྱིར་རྩོམ་རིག་སྒྱུ་རྩལ་གྱི་ཀློང་རྒྱན་ལ་འཐམ་པའི་མི་བུ་ཞིག་མིན་ལ། ལོག་ལས་ཀྱི་ཆ་ལ་བྱང་ཆ་ཤིན་ཏུ་དོད་པའི་རིག་མ་ཞིག་ཀྱང་མིན། ཡིན་ཡང་རྩོམ་པ་པོ་དང་ཡུལ་མི་མཐའ་དག་གིས་མི་ཡུལ་གྱི་བརྩེ་དུང་ལ་ཕུལ་བ། ཤེས་རབ་དང། ལས་རིགས་ཀྱི་སྒོ་མོ་སྣ་ཚོགས་ལ་འབྲེལ་ཏེ། རྒྱ་མཚོའི་ནང་ལ་ཐིགས་པ་ལྟ་བུའི། སྒྱུ་རྩལ་དང། ལས་ཀ་སྣ་ཚོགས་ལ་བག་ཆགས་ཙམ་ཞིག་བཞག་པར་ཡང། མི་ཡིན་པའི་མཐོང་ཆོས་གཞན་ཞིག་གི་ཟུར་སྣེ་གསུམ་པ་ལྟ་བུ་ཞིག་ཆགས་སོ། འདི་ཡང་མདོར་བསྟན་ན། རྩོམ་པ་པོ་དང་བརྩམས་ཆོས། ཕ་ཡུལ་གྱི་ལས་རིགས་སྣ་ཚོགས་ཀྱི་བཅོས་སྒྱུར་དང་སྤྲོ་སྣང་གི་ལམ་ཁ་གཞན་ཞིག་རེད། མི་ཞིག་གིས་རང་གི་སྐྱེས་སུ་ལུང་པ་རྒྱབ་ལ་བསྐྱུར་ཞིང་རེ་བ་དང་སྨོན་ལམ་རིམ་གང་གིས་ལུང་པ་གཞན་དང་གཞན་ལ་འགྲིམ་པའི་རིགས་ནི། རིག་པ་སྐྱེད་ཡང་ཅན་དང། བློ་རྒྱ་འཁོལ་ཡང་ཅན་ཞིག་ཡིན་ངེས་པ་བློ་རྟགས་ཀྱིས་ཆོད་པ་ཞིག་རེད། སྐྱེ་མེད་རྟགས་ཀྱིས་རང་འདི་ཤེས་སྐུར་གྱི་འཕྲེང་བ་དང། ཕུ་ནི་འཕྲེང་ལྡོག་གི་རྒྱན་ཆ། ཕ་མ་འཕྲེང་འཛིན་གྱི་རྒྱ་དཔོན་སོགས་སྐྱེས་པའི་མིག་གི་རྒྱལ་མོ་བོར་སྣོད་ལྟ་བུ་དག་རེ་རེ་བཞིན་རྒྱབ་ལ་དོར་ཏེ། མིག་ཆུ་དང། སྙན་ངག་གི་ལོ་ཟླའི་རྐང་འདབ་ཀྱི་འཚོ་བར་གདོང་གཏད་པ་ནི་ཅི་འདྲའི་སྙིང་དུ་སྡུག་པ་ཞིག་རེད་ཨང།
ད་ངས་ད་ལ་བཤད་ན་དེ་རེད། རང་གི་ཁྱིམ་མི་དང་གཉེན་ཉེ་དང་གྲོགས་པོ་འདུས་སྡོད་བྱེད་ས་དང་མི་ཚེ་གི་ན་བ་ཡིན། དེ་དང་ལྷག་གི་ནི་ཧོ་ལན་གྱི་ནི་ང་མགོ་ལོག་ནི་བདེན་མེད་ཀྱི་གྲལ། ད་མགོ་ལོག་ནི་ང་ཞི་མོ་བཟོ་ཅི་གི་རེད།

འདི་ཐམས་ཅད་འདུས་མདོ་ཞེས་བྱ། འདི་མྱང་འདི་བྷ་ཡིས་སོ།
ནམ་ཞིག་གཉེན་པོ་ཡི་རྩིས་གནམ་གྱི་ཕོ་བྲང་ནས་བབས་ཤིང། ས་ཡི་མགོ་ལོག་འཁོལ་བར་དགའ་ཚོད་དུ་དབེན་ནས་ཆས་པ། ངེས་ཤེས་འབྲོང་བ་དགའ་སྟེ། ལོ་རྒྱུས་ཀྱི་ཐང་ཆེན་འདིར། འུར་ཐག་དཀར་པོ་འཛིན་པའི་ཚོ་ཁག་ཅིག་ཆགས་རྗེས། རང་བབས་ཀྱི་གནམ་ས་ཡི་གོ་མཚམས་ཆེ་རུ་ཕྱེ་སོང། སྤྱན་མེ་སྟག་གིས་འཁོར་བ་གཞི་རྟེན་བསྐྱུར་ཏེ་ལུས་དང་ལང་ཚོ་མགོ་ལོག་ལ་བསྟིམ་པར། མགོ་ལོག་ཅེས་པའི་ཡུལ་ལུང་འདི་ལ་བརྩེ་བ་མཚོ་མོ་ལྟ་བུ་ཞིག་ཡོད་པའང་ཡིན་ཡང་སྲིད་ལ། ད་དུང་སྙན་ངག་པ་དང་རྩོམ་རིག་སྒྱུ་རྩལ་ལ་དགའ་མཁན་དག་གི་བསམ་པའི་འདུ་ཤེས་འཛིན་སྟངས་སོ་སོ་ཞིག་ཡིན་ཡང་སྲིད་མོད། གང་ལྟར། ཁོས་ཡུལ་འདིའི་ལོ་རྒྱུས་གནས་བབ་ལ་དམིགས་པའི་སྙན་ངག་སྟེ། མགོ་ལོག་ཅེས་པ་འདིས། ཡུལ་ལུང་འདི་ལས་འདས་པའི་སྙན་ངག་ལ་དགའ་མཁན་མང་པོ་ཞིག་གི་བསམ་པའི་གཏིང་རིམ་ལ་གཡེལ་བ་མེད་པའི་བག་ཆགས་ཤིག་བཞག་མྱོང། ཞལ་མདངས་རེ་བརྒྱབ་ན་རྩོམ་པ་པོ་ནི་བརྩེ་ཆེན་སྤྲོ་བ་རྣོན་པོ་ཐུ་མི་ཅན་དང་ཤེས་རབ་ཉི་མ་འབར་བའི་འོད་སྣང་ཅན་གྱི་ཕུགས་བསམ་པ་ཁོ་ན་ཞིག་ཡིན་ལ། ཁོ་ཚོའི་སེམས་སུ་འདམ་དང་མུན་པར་བྱུང་བ་མཐའ་དག་ནི་སྨོན་ལམ་དང་ཚེ་རིང་རྣམས་ཀྱི་ཤེས་རྨོངས་ཀྱི་འགྲམ་དུ་ཤེས་པ་ས་རིས་ཐང་གསལ་ཅན་རྐྱང་རྐྱང་ཞིག་རེད་བསམ།

མཐའ་མ་ལོན་པར་མགོ་ལོག་འབུམ་པ་ཁག་གསུམ་གྱི་ཡུལ་གྲུ་རེ་རེ་ཧོང་དང་སྤོ་པས་བརྒལ་བ་ཚེ་ང་ལ་ཚོར་བ་ཉག་ཅིག་ཡོད་པ་ནི་གངས་རི་ཤེལ་གྱི་ཕྱོགས་བསྟན་ནས་མཚོ་མོའི་གཡུ་ཡི་མེ་ལོང

ཨ་མའི་འདི་ནས་ཨ་མ་ཡུལ་ཨ་མ་རྒྱུད་ཨ་མ་ཁོག་ཨ་མ་ཆུ་བཅས་ལ་དད་པ་དང་བརྩེ་བ་ལྷག་མ་ཞིག་ཡོད་ལ། དེ་ལས་ད་དུང་ཡང་ཨ་མ་ཆེན་སྔོན་མོ་ནི་ས་ཐོབ་བྱང་ཆུབ་སེམས་དཔའ་ལྟ་བུ་ས་གོ་ལའི་སྦྱིན་གཏོང་བ་རྐྱང་རྐྱང་ཞིག་ད་ལྟ། དེ་བས་ཡུལ་འདིའི་སྙན་ངག་པ་མང་པོ་ཞིག་གིས་རྨ་ཆུ་སྔོན་མོའི་ཁུགས་སོ་རེ་རེའི་སེམས་དང་ཚོར་བར་གཞིགས་ཏེ་ཚིག་གི་སྡེབ་སྦྱོར་ལ་གོ་བའང་ཤིན་ཏུ་མང། ཆུ་བོ་ཆེན་པོ་འདི་ཁྲི་གདུགས་ཉི་མའི་གསེར་མ་ལས་འོད་དུ་འཚེར་བའི་རལ་གྲི་ལན་མེད་ཅིག་གི་ཚུལ་གྱིས་སྤང་ལྗོངས་འདིའི་གཞི་ལ་ལྷུང། རལ་གྲི་འདིར་སྲོག་གི་དབང་བོ་ཞིག་པ་ནི་ཆ་མ་འཁྱོག་ཏུ་བཞུར། སྡུག་གི་རླུང་ལ་བབ་པ་ནི་ཆ་མ་འཁྱོག་ཏུ་བཞུར། སྙན་ངག་པ་འདིས་སྲིད་པའི་སྲོག་དབོར་ནས་བཞུགས་ཏེ་ཤར་གྱི་རྒྱ་མཚོར་འཇུས་པའི་གངས་ཀྱི་སྲས་མོ་གསེར་ལྡན་མ་ལ་དུས་དང་བྲལ་བའི་རྣམ་ཤེས་ཀྱི་དབང་བོ་ཞིག་པར་བྱས་པའི་ལྷག་བསམ་དང་བརྩེ་བ་མཛད་དུ་མ་གྱུར་པ་ཞིག་ཅི་ལྟ་སྙམ།

དྲི་རྒྱུན་པའི་མིང་ལ་སྡེར་སྣང་ས་དྲི་ཟེར་ཞིང། འདི་ནི་ས་ངན་ས་ཡི་འདི་པ་ནས་མགོ་ལོག་རླུང་གི་འདི་པའི་བར་ལ་མཆེད་པའི་དྲི་རྒྱུན་ཞིག་ཡིན། དེས་ན་སྦྲ་ནག་ལགས། ཉིན་འདི་དག་གི་རིང་ངའི་བརྩེ་དུང་གི་ཆུ་ཁ་ན་རྦ་རླབས་བཞིན་འཕྱོ་བ་སྦྲ་ནག་ཁྱོད་ཡིན། ངའི་བསམ་གཞིག་གི་རི་རྩེ་ན་སྨུག་པ་བཞིན་འཐུལ་པ་སྦྲ་ནག་ཁྱོད་ཡིན། ངའི་རྨི་ལམ་གྱི་བང་རིམ་ན་ཉི་གྲིབ་ལྟར་གཡོ་བའང་སྦྲ་ནག་ཁྱོད་ཡིན། སྤྱིར་བཏང་རྣམ་པ་ཀུན་ཏུ་སྙན་ངག་གི་གསུང་ཚིག་རེ་རེ་ལ་དགོངས་པ་མཐའ་ཡས་ཤིང་བསམ་པ་རེ་རེ་ལ་འཆར་སྒོ་གྲངས་མེད་པ་ཞིག་ལྡན་པ་ནི་ཆོས་ཉིད་བསམ་བློའི་འགྲོ་ལུགས་ཤིག་རེད། དེ་བས་གོ་བར་དཀའ་བ་རྡོ་རྗེའི་ཚིག་རྣམས་ལ་གོ་ཚུལ་མ་ལུས་དོན་དུ་འགྲེལ་པར་བྱ་ཞེས་པ་བཞིན། འབད་པས་མྱོང་རོལ་རིགས་རྒྱས་པ་ལས་ཀིམ་པོ་ལོ་ཁོག་ལ་རྒྱལ་ཁ་གཅིག་སྤྱོད་ཐུབ་པ་ཞིག་ཅིས་ཀྱང་དཀའ་ཚོད་ལྡན་པ། དབུས་དེ་བཞིན་དུ། མགོ་ལོག་ཡུལ་གྱི་སྙན་ངག་པ་གྲགས་ཆེན་རྗེ་སྐལ་བཟང་ལགས་ལ་མཚོན་ན་ཡང། ང་རང་ཐུགས་འདོད་ཀྱི་བློ་དང་སེམས་ཅི་འདྲ་ཡོད་ཀྱང། ཁོང་ནི་མཇལ་ཐུབ་ཐབས་རྩ་བ་ནས་མེད་པ་ཞིག་རེད་ལ། སྙན་ངག་པ་ཁོང་ལ་མཇལ་མ་ཐུབ་པ་ནི། འགྱོད་སྣང་གིས་ཟེར་ཡོང་བ་ཞིག་རེད་མོད། ས་ཆ་མང་པོ་ཞིག་ལ་འགྲིམ་པའི་ཚེ། དགའ་ས་སྐྱིད་ས་དང་སྤྲོ་ས་མེད་སའང་མང་པོ་ཞིག་ཡོད་ལ། འདི་འདྲའི་སྡུག་ས་དང་སྣང་ས་སྐྱོ་ས་དཀའ་སའང་ཡོད་པ་ཞིག་རེད། འདི་ལྟར་སྒྱུ་རྩལ་བརྩམ་ཆོས་མང་པོ་ཞིག་དང་འབྲེལ་ཏེ་བསམ་བློ་རེ་བཏང་ན། སྙན་ངག་ནི་མིའི་ཁམས་དང་མིའི་བར་བདེ་བོ་སྟེར་བྱེད་ཁོ་ན་ཞིག་མ་ཡིན་པར། མི་སྡེའི་སྤྱི་ཚོགས་ལ་སྐབས་འཕྱར་དགོངས་བཞེད་ཀྱི་འདུ་ཤེས་སྔོན་དུ་གཏོང་བར་བྱས་ཏེ། སིལ་འཛུལ་ལག་བཅོས་དང་སྣོན་འཕྲི་སྐྱུར་ལེན་གྱི་གནས་ལུགས་ཤིག་གི་མཐའ་སྟོན་བྱེད་ཀྱི་གཞུང་མིན་ཡི་གེ་རྣམ་པར་ཆགས་ཡོད་པ་ཞིག་ཀྱང་ཡིན་འདུག་སྙམ་པ་བྱུང། དེ་བས་དབྱེ་བ་མི་ཕམ་ཟླ་བས་ཀྱང། སྐྱེས་ཐོབ་ཤེས་རབ་ཆོས་ལ་འཇུག་པ་དང། མདོ་རྒྱུད་རིག་གནས་མང་དུ་ཐོས་པ་དང། གུས་རྟག་བརྩོན་པའི་སྦྱོར་བ་མི་དམན་པ། འདི་དག་སྙན་ངག་ཕུན་སུམ་ཚོགས་པའི་རྒྱུ་ཞེས་གསུངས་ཡོད།
སྙན་ངག་ཁུལ་གྱི་ངོས་ཐད་ནས་བཤད་འཇོག་བྱས་ན། ལོ་རྒྱུས་སུ་ཚོད་འགོག་བྱེད་འཇོག་ཐད་ཀྱི་རྩིས་སྟངས་སུ་འཇོག་དགོས་ཚུལ་འདི་འགྲིག་གི། ལོ་རྒྱུས་སུ་ཚོང་འགུགས་བཏང་གི་འདུག་མྱ་ངན་ཐུང་ཐུང་ཟིག་གི་ནང་ནས་ས་ཆ་ཆེ་ཟིག་གི་ལོ་རྒྱུས་ཚོང་འགུགས་ཟེར་ན་རྣ་འགྱུར་མ་རེད། ད་ངས་ཅི་གནང་གི་ཅིག་ས་ཆ་ངས་ངའི་སྟེང་གི། མ་གཏོགས་ཅི་ལ་ཅིག་ཟེར་མ་མི་མཐོན་པོ་གི་སྒྲིག་ལ་སོགས་ཅིག་གཏི་མུག་གི་མྱང་ཟིག་ལ་ཆགས་ཅིག་གནང་ཡོང་དོགས་ནི་རེད། ཡོང་དོགས་ནི་དྲི་དི་ཡོང་ནི་ཙམ་ཟིག་གི་ཅིག་མགོ་ལོག་གི་ལོ་རྒྱུས་དྲི་བཏང་ཟིག་གཏི་མུག་ཟིག་མ་རེད། མྱ་ངན་ཟིག་གི་ལོ་རྒྱུས་རྒྱ་ཆེ་རྒྱ་གཏི་མུག་ཆེན་པོ་ཟིག་ཤོང་ནི་མ་རེད། ཤོང་ནི་མ་རེད་མ་རེད།

དེ་སྤྱན་གྱི་ཆུ་ཚིགས་སུ་ན། རྩོམ་གཟིགས་ཀྱི་ནང་ནས་ཕ་ཡིག་གི་དྲན་པའི་བརྩེ་དུང་ཟེར་འབྲུ་བུ་ན་ལ། ཕ་ཡིག་ལ་དྲན་པའི་བརྩེ་དུང་གི་གཏིང་ཟབ་མོ་ཟུར་དུ་ལྷུང་སྟེ། རྩོམ་རྩོམ་ཚིག་ནང་གི་དུས་འདི་ན་ཤིན་ཏུ་རེ། དེ་མིན་ད་ཅིག་ཚོར་བ་བཅོས་མ། ད་ཅིག་མི་དགའ་ན་དགའ་མདོག་སྟོན། ཅིག་བརྩེ་དུང་མེད་གྲང་ཡོང་མདོག་སྟོན་དགོས་ནོ། དེ་མོ་སྤྱན་དགོད་དུ་བཅོས་མ་གི་རྣམ་པ་དུ་ཐོག་ཏུ་བྱུང་གི། ད་རྒྱན་རང་ནི་མ་རེད། ད་ཁོ་རང་ཅེ་ན་དེའི་ལྟར་གི་གླུ་གཞས་ལྟ་བུ་ཟེར། དེའི་ལྟར་གི་གླུ་གཞས་ཟེར་ན་ད་ཅི་ཞིག་ཤེས་ནི་རེད། ནང་ནང་དུ་ཚིག་གཅིག་གཅིག་གདངས་ནི་གི་གླུ་བ་ཟེར་ན་གླུ་གཅིག་ཉིད་ཀྱི་ཟེར་ན་རྒྱུགས་མེད། ད་ལྟ་གླུ་གཅིག་གི་གླུ་བ་རེད་ད་ལྟ་མོ་ལྟ་བུ་ཟེར། དེ་གི་ད་རྩོམ་པོ་པོ་གི་བརྩམས་ཆོས་རྣམས་ལ། མི་ཞེས་པ་ནི་འཁོར་བའི་རྟེན་ཐག་ལ་འཇུ་བར་དཀའ་བ་ནི་རང་བཞིན་དང་འགྲོ་ལུགས་ཤིག་ཡིན་ངེས། དེ་བས་སྤྱན་མེད་རྟགས་ཀྱིས། མ་ལུག་སུམ་འགྱུར་རྐང་དང་གྲང་རླུང་ལ་སྙན་ངག་ཁོ་ནའི་སྤྲོ་ལ་ཁུ་ལ་སྐྱེལ་ཞིང། ལྷག་བསམ་ཁོ་ནས་ལུས་དང་ལང་ཚོ་ཕངས་མེད་དུ་བསྟིམས་ཡོད་ནའང། ད་ལྟ་དུས་ལ་དྲན་པའི་ཐང་དཀར་མགོ་བོ་དེ་སྐྱ་མཚལ་ཡུལ་གྱི་ལྷ་ས་ཞེས་པའི་ལུང་པར་འཁོར་དང་འཁོར་བའང་ཕ་ཡུལ་ཞེས་པའི་དུངས་ཞེན་རྣལ་མ་དེ་ག་ལ་མིན།

གླིང་མི་རེ་ཁ་ན་སྒྲུང་རེ་ཞེས་པ་ལྟར་གཞོན་ནུ་སོ་སྐར་ནས་དགུན་ནི་མགོ་སྐར་གྱི་བར་ལ་སྒྲུང་བཤད་མི་ཤེས་པ་མེད་ལ། གླིང་སྒྲུང་དང་མ་འདྲེས་པ་ཅི་ཡང་མེད།
ད་འདི་དབུགས་ཆད་ཀྱི་མགོ་ལོག་གི་གེ་སེར་རིག་ནས་དྲ་སྒྲུང་རྒྱུན་འཛིན་བལྟས་ཡ་ངེས་རེད་དེ་གི་དེ་འདི་ན་འུ་ནོ་ཏན་རེད་འདི་ངའི་ངོ་བོ་འདི་ཁ་ཚང་བ་གླིང་གི་དཔར་དེབ་གསུམ་ཆ་རེད།
གླིང་སྒྲུང་ནི་འཇིག་རྟེན་རི་མོར་སྐད་གྲགས་ཆོད་པའི་དམངས་སྲོལ་དང། ཆོས་ལུགས་ཆབ་སྲིད་དང་རིག་གནས་བཅས་མཚོན་པའི་དཔའ་བོའི་རྟོགས་བརྗོད་སྙན་རྩོམ་རིང་མོ་ཞིག་ཡིན་ལ། སྙན་རྩོམ་རིང་མོ་འདིའི་རྐྱང་པའི་མི་སྡེའི་སྤྱི་ཚོགས་ནི་སྙན་འཇེབས་ཚིག་གི་རྩལ་ལ་བྱང་ཞིང། ཡང་དག་དོན་གྱི་སྙིང་བོ་འདུས་པའི་རྣ་བའི་དཔལ་ཡོན་གྱིས་བསྟན་པ་ཞིག་རེད། སྒྲུང་ལ་བྲིས་མི་ཚར་བའི་སྒྲུང་དང་བཤད་མི་ཚར་བའི་སྒྲུང་སོགས་དུ་མ་ཡོད་ལ། སྒྲུང་བའི་ཆ་ནས་ཀྱང་བབ་སྒྲུང་བ་དང་སྟེར་སྒྲུང་བ། སྒྲ་སྒྲོངས་པ་སོགས་མང་དུ་སྣང། ད་དཔེར་ན་དག་སྡེ་གང་གི་རི་སྟུ་ཀ་རིགས་གང་གི་འཛུམ་གང་ལ་སེང་གེའི་འཇང་སའི་རི། སྐེ་ཙུམ་ཙམ་པའི་ནགས་ཀྱི་རི་ནགས་ལ་རྒྱ་སྟག་འཁོར་བའི་རི་མདོག་གསུམ་ཕྱི་མ་གཞང་གི་རི་གཞང་ལ་འབྲུ་གཅིག་རི་བོང་ཕྲེང་བའི་རི། དམག་གསུམ་གཙང་བོ་ཆེའི་རི་ཁྱི་ལ་གཉའ་ཁྲོམ་འཁོར་བའི་རི་ཧར་དམར་རི་མོ་བཞི་འདུས་མདོ་ཟེར། སྟོད་ན་རྐང་ཡོད་སའི་བར་ན་ནགས་ཡོད་སའི་དུས་མ་ན་གཞང་ཡོད་སའི་དུས་མ་ན་ཁྱི་ཡོད་སའི་རི།

ཐང་འདིར་ངས་ནི་གེ་སར་རྒྱལ་པོ་རྟོགས་པ་བཞོ་པོ་སྙན་རྩོམ་འདི་དང་ཉེ་བར་བཅར་ཆེད་ཁོང་གི་ལས་ཤག་ལ་ཞེན་པ་ཡིན། ལས་ཤག་འདིར་གེ་སར་དང་འབྲེལ་བའི་དཔའ་རྟུལ་མང་པོ་ཐང་གི་རྣམ་པར་བཞེངས་པ་ཤིན་ཏུ་མང་ཞིང། གླིང་གི་དུས་སྐབས་ལ་བྱུང་བའི་གནའ་རྫས་ཀྱང་གང་མང་ཞིག་ཉར་ཚགས་བྱས་ཡོད། ཁོང་གིས་ང་ལ་མགོ་ལོག་གླིང་ཡུལ་ཡིན་པའི་རྒྱུ་མཚན་དང་བཅས། ས་མང་ཆུ་མང་ངན་སོང་གི་ཡུལ་ལུང་མང་པོ་ཞིག་ངོ་སྤྲོད་བགྱིས་པ་མ་ཟད། མེ་ལོང་ལ་བརྟེན་ཏེ་དྲ་གྲོགས་ཤིག་ཕབ་སོང། འདི་ནི་ངས་དྲ་གྲོགས་བྱས་པར་ཐེངས་དང་པོར་ཉེ་སར་བཅར་ཏེ་ཉན་པ་ཡིན། སྤྱིར་ཡུལ་ལུང་མང་པོར་སོང་ཚེ་ལུང་པ་གང་དང་གང་ན་དེ་དང་དེ་ལ་འབྲེལ་བའི་དམིགས་བསལ་གྱི་རིག་གནས་ཅན་མང་དུ་སྣང་ལ། མགོ་ལོག་ལྟ་བུ་ལ་མཚོན་ན་ལུང་པ་རེ་རེ་དང་མི་ཚང་རེ་རེ་ལ་སོང་ཚེ་གེ་སར་སྒྲུང་གིས་མ་བསླད་པ་མེད་ལ། གེ་སར་སྒྲུང་གིས་མ་བཅིངས་བ་མེད་པའི་ཚོར་སྣང་ཞིག་བྱིན་སོང། ཡ་ཅང་ཅང་ཨ།

ཡིད་ལ་འདི་ནི་མགོ་ལོག་གི་མཐའ་ལ་ཆགས་པའི་རྭ་རྐྱ་ཞེས་པ་དེ་རེད་ཡིད་ལ་འདི་ལ་ངག་རྒྱུན་དུ་རྨ་ཀློང་རང་མོས་ཞི་མོའི་རྟ་ས་དང། གླིང་སྐྱེས་དཔོན་རོང་ཚ་ཁྲ་རྒན་གྱི་ཡུལ་ཡིན་པར་བཤད། འདི་ནི་རྨ་ཆུའི་ཁུག་པ་ཆེ་ས་ཞིག་ཡིན་ལ། ནོར་བུ་དགའ་ཁྱད་ལྟ་བུ་མཛེས་སྡུག་གི་མཐོང་སྣང་སྟེར་ས་ཞིག་ཀྱང་ཡིན་པ་རེད། གླིང་སྒྲུང་ལས་གནས་འདི་ལ་ཆུ་གཙང་བའི་ཤིང་ཁྲི་འཇའ་ས། གླག་རག་མའི་ཤ་ཁྲི་འཇའ་ས། རླུང་ཟེར་བའི་རྩ་ཁྲིད་འཇའ་ས་སྟེ། རྨ་དྲོ་དྲོ་ལུག་གི་ཁོལ་ཁུག་ཅེས་པ་དེ་ཡིན་པ་རེད། ལམ་དང་གོམ་པ་ཧྲིལ་བའི་མཚོར་ཉག་གི་རབ་ཁ་འདིར། ང་ལ་དྲན་ཚུལ་གཅིག་སྐྱེས་པ་ནི། སྤྱི་ཚོགས་ཀྱི་འཕེལ་གྲིབ་དང་ཆབ་སྲིད་ཀྱི་བདེ་གཟར་ལ་དམིགས་པའི་རྩོམ་པ་པོ་དག་ནི། མིག་ཤེས་གཟུགས་ལ་ཆགས་པ་བྱིན་རླབས་དང། རྣ་ཤེས་སྒྲ་ལ་འཁོར་བ་རི་དྭགས། ལྕེ་ཤེས་རོ་ལ་ཐུམ་འབུ་གཉའ་མོ། སྣ་ཤེས་དྲི་ལ་ཞིམ་འབུ་འོང་བ། ལུས་ཤེས་རག་ཤར་བསྲེགས་པའི་གླིང་བུ་བཞིན། བློ་དང་དྲན་པ་ཡོངས་སུ་དམིགས་བྱ་གང་དེའི་ཆ་ལ་ལྷོད་ཤ་དང་དོགས་པ་མེད་པར་འཆི་འགྲོ་བ་ཞིག་རེད། དུས་ཕྱིར་རྩོམ་མེར་གྱི་སྒྱུ་རྩལ་ལ་ང་ཉེ་བའི་རྩོམ་པ་པོ་དག་ལ་མཚོན་ན་མི་ཚོགས་སྤུ་གྲི་སོ་ཁ་བསྡུས་ནས་ཆུ་བོ་ཐ་ལ་ཐུག་གི་བར་དུ་ཚིག་གི་ལྡེབས་ཁ་བསྒྲིགས་ཤིང་བདུད་རྩི་ཟག་མེར་དགོན་པའི་ཐ་སྙད་དང། ཡི་གེ་འདི་བྱེད་རེ་རེས་དྲན་པའི་གསལ་ས་དང་ཡུལ་གྱི་ཟབ་ས་རུ་འཇུག་པའང་ཉིན་ཞག་རིང་གི་བློ་སྦྱོང་དང་ཟླ་ངོ་རིང་གི་འབད་འབུངས་ཤིག་གཏན་ནས་མིན་པར་སྙམ་སྟེ། ད་དུང་ཡང་ཡུལ་ཕྱོགས་གཞན་ཞིག་གི་རྩོམ་རིག་སྒྱུ་རྩལ་གྱི་མཐུ་ནུས་ལ་འཇུན་འདོད་ཀྱི་རྔམ་ཆུ་བླངས་བྱུང།